ལྔ་དེའི་ཕྱོགས་ལ་ཅི་ནུས་རྩ་བ་ཉིད་ནས་གླེང་སློང་དང་ཨེ་ནི་དོན་འབྲས་རྩ་བ་ཉིད་ལ་བྱུང་མ་སོང། དེ་མ་བྱུང་བ་ལ་བརྟེན་བྱས་ནས་ཨེ་ནི་ད་རིང་སླར་ཡང་ཨེ་ནི་ཉིས་སྟོང་ཉིས་བརྒྱ་རྩ་གསུམ་གྱི་སྤྱི་ཟླ་གསུམ་པའི་གི་ཨེ་ནི་གྲོས་ཚོགས་ཐོག་ལ་ཨེ་ནི་སླར་ཡང་ཨེ་ནི་ད་རིང་ང་ཚོས་ཀྱིས་ངེས་མ་ཕུལ་བའི་ཡི་གེ་དེའི་ཐོག་ནས་ཨེ་ནི་ད་རིང་སླར་ཡང

གྲོས་ཚོགས་མི་བཞི་བཅུ་ཞེ་ལྔ་དེ་ག་རེ་བྱེད་མ་བྱེད་དེ་རྒྱུན་ལས་མི་བཅུ་གཅིག་འདི་བཅས་ཀྱི་ལག་པར་འདུག་མ་མདོ་གཞན་པ་ལ་མི་འདུག་རྒྱུན་ལས་མི་བཅུ་བཞིའི་ནང་ལས་ཆུ་ཤུལ་སྤྱི་འཐུས་ལྔ་དང་ཨན་ནེ་ད་འདས་ཀྱི་ཁོང་དུ་མདོ་སྟོད་སྤྱི་འཐུས་གཉིས་བཅས་ཨན་འདི་གང་ལ་ལྷ་རྒྱ་རི་རྣམ་རྒྱལ་གྲོ་ཁ་བཅས་འོ་འདི་བཅས་ཀྱི་ཐོག་ནས་ཨན་ནེ་ག་རྗེས་གྲོ་ཚང་མ་འདི་ནས་འཁྲབ་ཡོང་གི་འདུག་དེ་ཡིན་དུས་ད་ལ་མ་འོངས་པ་གི་འགན་ག་རེ་ཆུང་པ་ཡིན་ན་རྣམ་པ་ཚུར་ལ་ཡོད་ད་རེས་ང་འདི་ནས་གསལ་པོ་ཞུ་ཡ་ཡིན་དེ་ཡིན་དུས་ད་ལ།

དེ་ཡིན་དུས་ཙང་ལ་མི་མ་ཞིག་མ་ལོག་གི་འདུག་དེ་ཡིན་དུས་ཙང་འདི་ཡིན་དུས་ཙང་ལ་ད་ལྟ་ང་ཚོའི་དོན་དེ་འདིའི་ནང་ལ་བྱིས་པ་འདི་ནང་ལ་ཨ་ནེ་ཆོས་རྗེའི་སྤྱི་འཐུས་འདི་གོ་དང་མ་གོ། མི་མང་ལ་བསམ་འདུན་བསྡུ་ལེན་བྱེད་རོགས་ཅེས་བཅས་ནས་ཞུས་ཡོད། དེ་ཡིན་དུས་ཙང་ལ་འདི་ཞེ་སྡོང་གིས་ཨ་ནེ། རྣམ་པ་ཚོས་གནང་དགོས་ཀྱི་དང་ཨ་ནེ་གཞི་རིམ་མི་མང་གི་དང་འདིར་གི་དོན་དེ་བཞི་ལ་ཨ་ནེ་འབྲས་བུ་མ་ཐོན་བར་དུ་ཨ་ནེ་ང་ཚོ་ད་བོད་མི་ས་ཡ

ནི་ད་ད་འདི་གི་སྤྱི་འཐུས་ཀྱིས་འདི་ཅད་ཏག་ཏག་ཅིག་ཅིག་གནང་ན་མ་གཞུག་བོད་མི་ས་ཡ་དྲུག་གི་སྐུ་ཚབ་མཐུན་གི་མི་འདུག་དེ་ཡིན་དུས་ཚང་ལ་དམངས་གཙོ་གཏོར་གི་འདུག་སྐྱབས་མགོན་རིན་པོ་ཆེ་ལ་ཆུ་ནང་འདུག་གི་སྤྱི་ཟླ་སྤྱི་ཟླ་དགུ་པའི་གི་སྟ་རི་ཉི་ཤུ་རྩ་དགུ་ཉིན་མོ་དེ་ཉིས་སྟོང་ཉིས་གཙང་ཉིན་ལ་ཆུ་ནང་འདུག་ཡ་མཚན་རྟགས་ཤིག་གཙོ་བོས་བྱས་ནས་ད་སྐྱབས་མགོན་རིན་པོ་ཆེ་ཅི་གསུང་བཀའ་སྒྲུབ་ཞུ་གི་ཡིན་བཤད་ནས་ཁས་ལེན་ཡིན་པ། སྐྱབས་མགོན་རིན་པོ་ཆེས་དེའི་སྐབས་ལ་བཀའ་ཁ་གནང། མཁྲེགས་བཟུང། རེ་ཟུང་གཅིག་གིས་མཁྲེགས་བཟུང་བྱས་པར་བལྟས་ཀྱིན་ནས་ཨ་ནི་ང་བློ་ཕམ་བྱུང། བོད་ནང་ལ་དེ་སྔའི་བློ་ཕམ་བྱུང་ཡོད་རེད། དེ་ཡིན་དུས་ད་ལ་ད་ད་ནི་ང་ག་ཡིན་ཞེས་ནི། བཀའ་གཙང་ཡག་ག་ཡིན་མེད། ཁྱོད་རང་ཚོས་བྱེད་ཀྱི་ཡིན་ན་བཅའ་ཁྲིམས་དགོངས་དོན་ཞིག་ཚོས་དམ་བཅའ་ཕུལ། འོ་གཉིས་པ་དེ་ཨ་ནི་འོས་བསྡུ་འགན་འཛིན་གྱིས་འོས་བསྡུའི་གི་སྒྲིག་གཞི་ཞིག་བཟུང་གིས་ཨ་ནི་དེའི་ཁ་ལ་འགྲོ།

མིག་ཟུམ་ནས་བསྡད་པ་ཡིན་ན་འདི་ཏག་ཏག་ཅིག་ངས་མཐོང་གི་མི་འདུག་རྩ་བ་ནས་མཐོང་མི་འདུག་འུ་ཐུག་ནས་ངས་འདི་བཞུགས་པ་ཕྱག་ཐོ་དེ་ཡིན་དུས་ཚང་ལ་རྣམ་པ་ཏུ་རུ་མ་འོངས་པ་ལ། སྐབས་ད་ལྟའི་དེ་གྲོས་ཚོགས་ཡོད་སྤྱི་ཟླ་དགུ་པའི་གྲོས་ཚོགས་དེའི་ནང་ལ་སྤྱི་འཐུས་ཀྱི་ཕྱག་ལས་མ་གནང་བ་ཡིན་ན། གྲོས་ཚོགས་སྒོ་རྒྱག་དགོས་ཡག་གི་འདིའི་ཐོག་ལ་མི་མང་གི་དར་ལངས་དགོས་ཡག་གི་དུས་ཚོད་ཆགས་བཞག་འདི་མ་འདོར་རྗེས་ལ་འདི་སྒོ་ཕྱེ་ནས་བཞག་པ་ཡིན་ན། སྲིད་སྐྱོང་ཟུར་བས་ཀྱིས་ལྔ་དང་ལྔ་བཅུ་ལ་ག་རེ་གསུངས།

འོག་འདིའི་ཐོག་ལ་ཨེ་ནི་འབོ་གོ་བཅར་བའི་སྐབས་དེ་ལ་དཔལ་ལྡན་སྲིད་སྐྱོང་མཆོག་གིས་ཨེ་ནི་བོད་ཀྱི་རྒྱལ་དར་ཡང་བསྒྲེངས་འཛུགས་གནང་པའི་སྐབས་དེ་ལ་རྒྱལ་གླུ་ཕུད་ཀྱིས་བསྒྲེངས་འཛུགས་གནང་པའི་སྐབས་དེ་ལ་ཨེ་ནི་ད་ལྟའི་ས་སྐྱའི་གི་ཨེ་ནི་སྤྱི་འཐུས་ཨེ་ད་ལྟ་ཨ་གྲགས་དངོས་གྲུབ་བསོད་ནམས་ཟེར་ཡ་དོད་ཀྱིས་ཨེ་ནི་བོད་ཀྱི་རྒྱལ་དར་སྒོ་ཕྱུགས་ལོག་བྱས་ནས་ཨེ་ནི་འཛུགས་བྱས་ནས་ཁེ་དེ་བཞག་དེ་ད་དེ་འདྲ་ཡི་དཔེ་སྲིད་གི་རི་བས་ད་སྤྱི་འཐུས་གཅིག་གིས་ཨ་ནི་མཁན་པོ་དང་བཞི་པོ་ག་ཡིན་ཟེར་མཁན་འདི་འདྲ་ཅིག་གིས་ད་བོད་རྒྱལ་དར་དགུ་བཅུ་བློ་ནས་ཁྱེད་བསྡད་ཡ་དེ་ཁོས་རྟེན་འབྲེལ་འཆུག་འཇུག་གི་འདུག་བ། ཁོས་དམིགས་ཡུལ་ཁོ་ན་དག་རེད་ད་བོད་གཞུང་དེ་ཨ་ནི་མ་གཏོར་བཤིག་བཏང་ཡ་དེ་བཏང་གི་ཡིན་ཟེར་ནས་ནི་ཁོས་རྒྱལ་དར་དགུ་ར་དགུ་བཅུ་བློ་ནས་ཁྱེད་བསྡད་བཞག་འདི་ཡིན་དུས་ཚང་ལ་ཨ་ནི་ད་འདས་ཀི། ཁོ་ཡང་ཨ་ནི་སྤྱི་འཐུས་ལ་སྐྱེལ་མཁན་གྱི་ཨ་ནི་ས་སྐྱའི་གི་ཨ་ནི་ད་འོས་འཕེན་པ་རྣམ་པས་གི་དགོངས་པ་བཞེས་རོགས་གྱིས་ད་དེ་ཁོའི་གནང་སྟངས་འདི་གསུམ་བཅུ་དུས་ཆེན་ཉིན་མོ་དེ་ལས་ལས་ཀ་འདི་གནང་བ་རེད་གྲོས་ཚོགས་ནང་ལ་དམངས་གཙོ་གཏོར་གཡག་གི་དེ་བྱེད་འདེག་འདུག་ཡོ་གའི་སྲིད་སྐྱོང་ལ་ཕྱག་ལས་གནང་མ་བཅུག་བྱས་ནི་ཨ་ནི་འདྲ་མི་འདྲ་གི་ཨ་ནི་དྲི་བ་དྲིས་བྱས་ནི་ཨ་ནི་ངན་འཛུགས་བྱེད་གི་འདུག་དེ་ཡིན་དུས་ད་ལ་ས་སྐྱའི་གི་ཨ་ནི་ད་འདེག་གི་ད་འོས་འཕེན་པ་རྣམ་པ་ལ་ངས་སྙིང་ཐག་པ་ནས